ཕྱི་ཟླ་དང་པོའི་ཚེས་བརྒྱད་ཉིན། ཨ་མདོ་མགོ་ལོག་ཁུལ་ནས་སྤྲུལ་སྐུ་ཞིག་གིས་རང་ལུས་མེར་བསྲེགས་བཏང་གནང་སྟེ། སྐུ་བཞག་པའི་གནས་ཚུལ་ཁྱབ་པ་དང་དེའི་རྗེས་ལམ་སེང་ཤི་རྟོགས་བྱུང་བར། ཁོང་ནི་དགོང་གྲངས་བཞི་བཅུ་ཞེ་གཉིས་ལ་ཕེབས་པའི། གསོལ་བ་སྤྲུལ་སྐུ་ཡིན་ཞིང། ས་གནས་སུ་ཚང་མས་ཀླུ་མོའི་ཡིད་ཆེས་ཤེས་ཡུལ་ཞིག་ཡིན་འདུག་དེ་ནི་དངོས་གནས་གནས་ཚུལ་ཧ་ཅང་ཆེན་པོ་ཞིག་རེད། བོད་ཀྱི་སྲོལ་རྒྱུན་གོམས་གཤིས་ནང་རིན་པོ་ཆེ་ནི་བླ་ན་མ་མཆིས་པའི་རབ་བྱུང་བ་ཞིག་ཡིན་པ་དང། ཡང། མི་ཚོས་གུས་བཀུར་ཞུ་ཡུལ་གྱི་རིན་པོ་ཆེ་རང་སོར་དོར་གནང་སྟེ་རང་ལུས་མེ་བསྲེགས་གནང་བ་དེས་བོད་མིར་གཡོ་འགུལ་དྲག་པོ་ཐེབས་ཡོད། གུས་མོའི་ཤི་དོགས་བྱུང་བའི་གནས་ཚུལ་ཁག་ལམ་སེང་ཟིན་བྲིས་དོ་རིགས་སྟེང་བཞག་སྟེ། འདྲེ་རྗེ་བྱེད་པ་ཡིན། ཉེ་བའི་ལོ་ཤས་ནང། རྟག་ཏུ་དེ་འདྲ་རེད། ཉིན་རེ་བཞིན། ཇེ་སྡུག་ཏུ་སོང་བའི་གནས་ཚུལ། རྒྱུན་ཆད་མེད་པར་ཁྱབ་ཡོང་བ་དང་མང་ཆེ་བ་ནི་བོད་ཀྱི་མི་ཆོས་ཀྱི་འདུ་འགོད་དང་འབྲེལ་བ་ཡོད་པ་རེད། གུས་མོས། གང་ཐེབས་ཀྱིས་སེམས་རྟོག་དགོས་པ་དང། གང་ཐུབ་ཀྱིས་གནས་ཚུལ་གསལ་བཤད་བྱེད་པ། ཧུར་ཐག་ངང་བདེན་པ་རྩོད་པ་ཐ་ན་མུག་ཆུ་ཡང་བཏུང་ལུགས་མེད་པའི་གནས་སུ་གྱར་གྱི་འདུག་རྒྱུ་མོད། བ་ནི་བྱུང་ལ། ད་ཆ། རིན་པོ་ཆེས་ཀྱང། རང་འདྲི་མི་སོགས། གཏོང་གི་ཡོད་པ། ཤེས་པས། ཁོང་གིས་ཀྱང། སེམས་སྡུག་ཆེན་པོ་གནང་ཞིང། གང་ཚུལ་སོང་བའི་རྗེས། གསུངས་པར། རང་འདྲི་མི་སོགས་གཏོང་བ་འདི་འདྲ་ཡི་ཡང་བཤེར་བྱ་རྒྱུ་མི་འདུག་ཅེས་དང། ཁོང་གིས་ངེས་པར་དུ། གཅིག་བྱ་དགོས་འདུག། གཅིག་རྗེས་གཉིས་མཐུད་ངང་ཁྱབ་ཡོང་བའི་གཏམ་གླེང་འདི་ཚོ་ཉན་ནས་བསྡད་རྒྱུ་མི་འདུག་ཅེས་བརྗོད། འདི་འདྲའི་དུས་ཚོད་ལ་བློ་རིག་ལྡན་པའི་སྐད་སྒྲ་འདི་ཧ་ཅང་གལ་ཆེན་པོ་རེད། བོད་མི་རང་ངོས་ནས་ཡིན་ན་ཡང་འདྲ། ཡང་ན། རྒྱ་མི་དང་དེ་མིན་གྱི་སྐད་སྒྲ་གང་ཡིན་རུང། འབྲེལ་ཡོད་ཐབས་ལམ་གྱིས། གླེང་ཕྱོགས་ཁག་མིག་གི་མདུན་ལ་བཞག་སྟེ། བློ་རིག་ལྡན་པའི་སྐད་སྒྲ་ཀུན་གྱིས་ཤེས་ཐུབ་པ་དགོས་ཀྱི་ཡོད། ཝང་ལི་ཞུང་གིས། ངེད་གཉིས་ཀྱིས་དུས་ཚོད་བེད་སྤྱད་དེ། ཡིག་འབྲུ་གཉིས་སྟོང་མ་ཟིན་ཙམ་གྱི་རྩོམ་ཡིག་ཅིག་བྲིས་པ་དང། དེ་དུས་བོད་གླིང་གི་བོད་མི་ཁྱོན་ཅི་དྲུག་ནས་རང་ལུས་མེ་བསྲེགས་བཏང་ཡོད། གུས་མོས། ཐོག་མའི་ཆ། ཐོག་མའི་ཆ་གཞི་བྱས་ན། ཁྲི་ཕྲག་གྲ་བརྒྱད་ཁྲི་ཁྲི་གྲ་བརྒྱད། ཐོག། རྩ་མེད་འདི། དམ་པ་བྱས་ནས་བཞག་རྩིས་བྱས་ཏེ་དེའི་ཁྲོད་ནས། བགྲོ་གླེང་ཡོང་གི་རེད་སྙམ་བྱུང། འོན་ཀྱང། ཚེས་བཅུ་བཞི་ཉིན་མོ་འདིར། ཡང། རྔ་པའི། བོད་མི་ཞིག་གིས་རང་ལུས་མེ་བསང་བཏང་བའི་གནས་ཚུལ་ཞིག། ཁྱབ་ཡོད། དེར་བརྟེན། ང་ཚོ། འདྲི་བརྩད་དང། བགྲོ་གླེང་འདི་ལས། འབའ་ཞིག་ཡོད་པའི། བོད་མི། མེ་ལྕེ་འདི། བོད་མི་མེ་ལྕེ་འདི། དེ་བས་མྱུར་བ་ཡོད་པ། མངོན་གསལ་དོད་པ་རེད། བོད་མི་ཚོས་སྐད་དུ་རང་འདྲི་མི་གསུང། གཏོང་གི་མེད་པ། ཝཱ་ནི་གཞུང་གིས་ངོས་འཛིན་བྱེད་ཀྱི་འདུག་དེ་ཡང། རྩོད་གླེང་འགའ་ཤས་ཀྱིས་རང་འདྲི་མི་གསུང་བཏང་བ་འདི། ནང་ཆོས་ཀྱི་ལྟ་གྲུབ་དང་མཐུན་གྱི་ཡོད་མེད་དང། ཡང་ན་རང་འདྲི་མི་གསུང་གཏོང་མཁན་ལ་བློ་རིག་ལྡན་ཡོད་མེད། བརྗོད་པ། དེ་བཞིན། རྒྱ་ནག་ངོས་ནས་བྱས་ན། འཚོ་བཞིན་པའི་བོད་མིར་ཕྱི་ནང་བྱེད་ཀྱི་ཡོད་པ་རེད་དམ་ཡང་ན་རང་རེ་ཆོས་མིར་ཕུལ་མཁན་གྱི་འདས་པོ་དེ་བས། ཤེས་ན་ཆེ་བ་ཡོད་ཟེར་བ་དེ་འདྲ་གཙོ་བོ་མ་ཡིན། ཝཱ་ནི་ཤུང་གི་ལྟ་བ། ཝཱ་ནི་ཤུང་གི་ལྟ་བ་ནི་དངོས་ཡོད་གནས་སྟངས་རང་ལ་དམིགས་ཏེ་བཏོན་པའི་བྱ་ཐབས་ཤིག་རེད། དེར་བརྟེན་ཁོང་གི་རྩོམ་ཡིག། རང་འདྲའི་མི་ཟག་ཕུད། ད་དུང། གང་བྱ་ཐུབ་ཀྱི་རེད་དམ། ཟེར་བ་འདི་གུས་མོས་ངོ་སྤྲོད་ཞུས་འདོད་བྱུང། ཐོག་མར་རྩོམ་ཡིག་འདིའི་དུམ་སེམས་དང་པོ་འདི་ངོ་སྤྲོད་བྱེད་ཀྱི་ཡིན། ཁོང་གིས་གསུངས་པར། གུས་པས། རང་ལུས་མེ་སྲེག་གཏོང་མཁན་བོད་མིར་མཐའ་གཅིག་ཏུ་གུས་ཞབས་ཞུ་རྒྱུ་ཡིན། རང་ལུས་མེ་སྲེག་བཏང་མཁན་རེ་རེའི་ངོས་ནས་རང་རང་གི། བསམ་བློའི་དམིགས་ཡུལ་འདི་མངོན་སུམ་དང་ཡང་ན་དམིགས་ཡུལ་འདི་མངོན་འགྱུར་ཡོང་བའི་ངེས་པ་མེད། འོན་ཀྱང་ཁོང་ཚོར་བསམ་རྒྱུ་ཁ་གསལ་ཡོད་མེད་ལ་མ་ལྟོས་པར། ཁོ་ཚོའི་ཐུན་མོང་གིས་ཐོན་པའི་ནུས་པ་ནི་མི་རིགས་གཅིག་གི་བློ་སྟོབས་ལ་སྐུལ་མ་བཏང་ཡོད་པ་དེ་རེད། བློ་སྟོབས་ནི་རྩ་ཆེ་བའི་ཐོན་ཁུངས་ཤིག་ཡིན་པ་དང། ལྷག་པར་དུ་ཐོན་ཁུངས་གཙོ་བོ་འདི་ཉམས་རྒུད་བྱས་པའི་ཕྱོགས་འདིར་བློ་བརྟན་ནི་རྟག་ཏུ་ཉམ་ཆུང་བས། བློ་སྟོབས་ལས་རྒྱལ་བའི་གནད་འགག་འདི་ཆགས་ཀྱི་ཡོད། རང་འགྲེལ་མེད་སྲོལ་བཏང་བར། པ། བློ་སྟོབས་ཧ་ཅང་ཆེན་པོ་དགོས་ཀྱི་ཡོད། བོད་ནང་གི་བོད་མི་བཅུ་དྲུག་གིས། གནམ་ས་སྔ་འདྲ་སྐྱེ་དགོས་ཤིང། ལྷ་འདྲེ་ངུ་ཤོར་དགོས། ལྷ་འདྲེ་ངུ་ཤོར་དགོས་བཟོས་པའི་དཔའ་བློ་སྡོམ་འདི། དཔའ་བློ་སྡོམ་འདི་བཞིན་ཨ་མདོ་མགོ་ལོག་གི་བསོད་པ་རིན་པོ་ཆེས་རང་ལུས་མེ་བསང་བཏང་བའི་ཁྲོད་ནས། ཚད་མཐོ་གཞི་ཞིག་ཏུ་སླེབས་ཡོད། མི་རིགས་ཀྱི་དཔའ་བློ་སྟོབས་ལ་སྐུལ་མ་གཏོང་བའི་སྐུལ་མ་གཏོང་བའི་ཕྱོགས་ནས་ཞུས་ན། གུས་པའི་བསམ་གུས་པའི་བསམ་པར། སྐབས་དེར་ཚད་གཞི་འདི་སླེབས་ཐུབ་པ་བྱུང་ཡོད། ད་ཆ་གནད་དོན་ལ་འགྱུར་བ་གཏོང་དགོས་པ་ནི། འདི་ལྟ་བུའི་རྩ་ཆེན་པ་བློ་དེབ་ཀྱི་ཐོན་ཁུངས་འདི་བེད་སྤྱོད་གཏན་ནས་གང་བྱ་དགོས་མིན་དང་ཡང་ན་མོས་མཐུ་རང་འདོད་མེད་ཙམ་བཏང་སྟེ། པ་བློ་སྟོབས། དེ་པ་བློ་སྟོབས་འདི། མེད་སྲིད། བཅུག་རྒྱུ་དེ་རེད་དམ། ངས་བསམ་པར་ད་ལྟ་ནས་འགོ་བཙུགས་ཏེ་ད་ལྟ་ནས་འགོ་བཙུགས་ཏེ། ཆུ་ཚོད་ལ་སོང་ཡོད། སྔོན། སྔོན་གཤེགས་དཔའ་བོ་དཔའ་མོ་ཚུལ། བསྐུར་མ་གནང་བའི་དཔའ་བློ་དོན་འདི། དངོས་ཡོད་ནུས་པ་ཐོན་པའི་བེད་སྤྱོད། སྤྱོད་གཏོང་ཐུབ་པ་ཡིན་ན། འདི་ནི། སྔོན་སྐྱེས་པ། སྔོན་སྐྱེས་པ་ཚོའི་རེ་འདོད་རེད་ལ་ཁོང་ཚོའི། རང་སོར་དོར་བའི་རི་ཐང་གི་གནད་འགག་འདི་ཡང་ཡིན་པ་རེད། བོད་རིག་པ་མཁས་ཅན་ཞིག་ནས་ལན་བཞག་པར། ཝཱ་ལི་གཞུང་གིས་རང་མི་མེད་སར་གཏོང་མཁན་བོད་མིར་དོན་ངོ་མའི་གུས་ཞབས་གནང་ཡོད་པ་ལས།

ཟེར་བ་དང། ཡང་ན་རང་འདྲའི་མེ་སྲེག་གཏོང་མཁན་ལ་དམའ་འབུད་བཏང་བ་དེ་འདྲ་མ་ཡིན། ཝཱ་ལི་ཞུང་གིས་རྒྱ་ནག་གཞུང་ནི་རྒྱ་ནག་ནི་གཡོ་ཟོལ་མེད་པར་རྣམ་འགྱུར་སྟོན་ཡོད། ཁ་གསལ་བརྗོད་པར། རང་ལུས་མེ་སྲོག་གཏོང་མཁན་བོད་མི་ནི། བོད་མི་རིགས་ཀྱི་མངོན་ཤེས་དཔའ་བོ་དཔའ་མོ་ཡིན་ཞིང། མི་རིགས་ཀྱི་དཔའ་བློ་དེབ་ལ་སྐུལ་མ་གཏོང་ཡོད་པ་རེད། ཡོང་ཁུངས། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་འོད་ཟེར་གྱི། གླིང་འདི་ཤེས་པའི་གླེ་ཚན་དུ། གླིང་འདི་ཤེས་པའི་གླེ་ཚན། རང་ལུས་མེ་སོགས་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཁྲལ་གཉིས་པ་ཤོག་གྲངས་སུམ་བརྒྱ་དགུ་བཅུ་བཀོད་འདུག་ནས། བོད་ནང་ཐོག་མར་རང་ལུས་མེ་སོགས་གཏོང་མཁན་བཀྲ་བྷེ་ལགས་ཀྱི་སྐོར་བཀོད་པ། བདུན་པར། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་ཐམ་པའི་ཚེས་བཅོ་ལྔ། རྩོམ་པ་པོ་ཙི་རི་བ་ཟེར་འགྱུར་བ་པོ་སྒྲོལ་དཀར། དུས་ད་ལྟ་བར་གསར་འགྱུར་རྒྱུན་ལམ་མང་ཆེ་བ་ཚང་མས་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་དགེ་འདུན་པ་ཕུན་ཚོགས་ལགས་ནས་རང་ལུས་མེ་བསྲགས་བཏང་བ་འདི་བོད་ནང་གི་བོད་མི་དབུ་མ་རང་ལུས་མེ་བསྲགས་བཏང་ནས་ངོ་རྒོལ་བྱེད་མཁན་གྱི་འགོ་བཙུགས་ཡིན་པར་བརྩི་གི་ཡོད། དོན་དངོས་ཐོག་ཕྱི་ལོ་ཉིས་སྟོང་དགུ་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཉིན་ཕུན་ཚོགས་ལགས་དང་དགོན་པ་གཅིག་པའི་དགེ་འདུན་པ་བཀྲ་འཕེལ་ལགས་ནི་བོད་ནང་ནས་རང་ལུས་མེར་བསྲེགས་ཕུལ་མཁན་ཐོག་མ་འདི་ཡིན་པ་རེད། གནས་ཚུལ་ཐོན་ཡུལ་ནས་ལེན་པའི་འདྲ་པར་དང་སྐད་བརྡ་དགོན་པའི་དགེ་ལྡན་པས་ངོ་སྤྲོད་གནང་བར་གཞིགས་ནས་རྒྱུས་མེད་བྲིས་ཡོད། བཀྲ་བྷེ་ལམ་གྱིས་རང་ལུས་མེར་སྲེག་བཏང་བའི་སྐོར་ལ་ཙམ་ཞིག། པའི་རྩོམ་ཡིག་ཞིག་བྲིས་པ་ཡིན། རྒྱུ་མཚན་ནི། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ས་ཡོངས་ལ་ངོ་རྒོལ་ཐོན་པའི་ནང། རྔ་པ་གཞུང་ཕྱོགས་ནས་ཁྲག་དྲི་བྲོ་བའི་དྲག་གནོན་བྱས་པའི་ཁྲོད། ལྔ་ལ་ཕྲུ་གུ་ཡོད་པའི་བུད་མེད་དང། ལོ་ལྔ་ལ་སོན་པའི་ཕྲུ་གུ། ལོ་བཅུ་དྲུག་ལ་སོན་པའི། ལྷ་འབྲིང་ལྷ་མ་ཚུད་པའི། མི་ཉི་ཤུ་ལྷག་ཙམ་ཞིག། མེ་འདི་འོག་ནས་ཚེ་སྲོག་ཤོར་ཡོད། དེར་བརྟེན། ལོ་གཉིས་པའི་ལོ་སར་གྱི་ཉིན་གསུམ་པ་དེར། འདས་པོ་སོར་མྱ་ངན་སྦྱིན་དྲན་གྱིས། རྨི་ལམ་མཆོད་འབུལ་ཚོགས་བསྒྱུར། བཀག་འགོག་བྱས་པར་བརྟེན། ལོ་ན་གཞོན་པའི་དགེ་ལྡན་པ་བཀྲ་བྷེ་ལགས་ཀྱིས་སྐུ་ཐུགས་བསྒོམས་པ་ནི། ཤེལ་གྲི་དེ། རྫོང་གྲོང་གི་ལྟེ་གནས་སུ་བསྐྱོད་ཡོད་ལ། ཁོང་གིས་གོམ་སྟབས་བབ་བརླིང་ངང་སྤོས་ཡོད། འོན་ཀྱང། ཁོང་གིས་གློ་བུར་དུ་ས་རྣམས་ཀྱིས་འཚོས་པའི་ཆུ་རྒོད་ལ་མེ་སྦར་ཏེ། རང་ཉིད་མི་ཚོགས་ཤིག་མི་ཚོགས་ཤིག་ཏུ་གྱུར་ཡོད། མི་ཚོགས་ནང་ཁོང་གིས་འདྲ་པར་ཞིག་ཐོན་པར་བསྒྲིམས་པ་དང། འདྲ་པར་འདིའི་ཐོག། གངས་སེང་གི་དར་ཆ་ཐོན་པ་མ་ཟད། ད་དུང་རྒྱལ་བ་རིན་པོ་ཆེའི་སྐུ་པར་ཡང་ཡོད་པ་རེད། ཁོང་གིས་གོམ་སྟབས་སྤོས་ཤིང་སྐད་འབོད་གནང་ཡོད་ལ། ཁོང་གིས་རང་ཉིད་མེ་ཕུང་ཞིག་དང་འདྲ་བར་གྱུར་ཏེ། ཁྲོམ་གཞུང་ཞིག་ཁྲོམ་གཞུང་ཐོག་མེ་འབར་ནས་ཡོད་པ་རེད་འོན་ཀྱང། སྐབས་དེ་དུས། སྨན་སྡེས་སྦྲ་སྐུལ་ཞིང། ཁྲོམ་གཞུང་ཡོངས་ལ་བཀྲམ་ནས་ཡོད་པས། ཉེས་རྟོག་དམག་མིས་ཁོང་ལ་མེ་མདའ་བརྒྱབ་ཡོད། ཉིན་དེ་རིང་ལ་བོད་མིས་རང་སྲོག་ལ་མི་འཛེམས་པར། གནས་ཚུལ་འདི་ཕྱི་ཕྱོགས་སུ་སྤྲད་པ་དང། ཕྱི་ཕྱོགས་ཀྱིས་གསར་འགྱུར་བརྒྱུད་ལམ་ནས་བཀའ་འགྱུར་དོན་རྐྱེན་དེའི་གནས་ཚུལ་སྤེལ་བར་བརྟེན། མི་རྣམས་ཧང་སངས་དགོས་བྱུང་ཡོད། ཧང་སངས་དགོས་བྱུང་ཡོད། ཕྱི་ཕྱོགས་ཀྱི་གསར་འགྱུར་བརྒྱུད་ལམ་མང་པོས་གནས་ཚུལ་སྤེལ་བའི་སྔ་རྗེས་ནས། དངོས་ཡོད་གནས་ཚུལ་འགེབས་སྲུང་བྱ་མཁན་ཤིན་ཧྭ་གསར་འགྱུར། ཁ་ནི། ཆོས་གོས་གྱོན་པའི་སྐྱེས་པ་ཞིག་གིས་མེད་པར་དེ་རང་ལུས་མེ་སར་བཏང་ཡོད་ཅེས་ཁས་ལེན་མ་བྱེད་རང་བྱེད་བྱུང་ཡོད། འོན་ཀྱང་ཁོང་ཚོའི་ལོ་ན་གཞོན་པའི་དགེ་ལྡན་པ་ཁོང་གིས་གློ་བུར་དུ་རང་ལུས་མེ་སར་བཏང་དོན། ཁོང་ཚོས་བརྗོད་མེད་པ་རེད་ལ། ཉེས་རྟོག་དམག་མིས། ཁོང་ལ་མེ་མདའ་རྒྱག་པ་དེ་བས་བརྗོད་མེད་པ་རེད། དེར་བརྟེན་དེའི་རྗེས་ལ་བཀྲ་བྷེ་ལགས་ཀྱིས་གནས་ཚུལ་ཡོད་པ་རེད་དམ། དེ་མིན་གྱི་དགེ་ལྡན་པ་ཕུན་ཚོགས་ལགས་ནི་ལོ་གཉིས་ཀྱི་རྗེས་ས་གནས་དེ་རང་ལ་མེད་པར་བརྟེན་རང་འགྲེལ་མེད་སར་བཏང་བར་ཉེས་རྟོག་དམག་མིས་གདུག་རྩུབ་ཀྱིས་ཉེས་རྡུང་བཏང་ནས་ཚེ་སྲོག་ཤོར་ཡོད། གུས་མོས་ཀིརྟི་དགོན་པའི་དགེ་ལྡན་པ་གཉིས་ལ། བཅར་འདྲི་ཞུས་མྱོང་ཡོད། ཡིན་ནའི་གཅིག་རྒྱ་སྐད་ལ་བརྩོན་འགྲུས་དུ་སྐྱོད་ཡོད་པ་དང་གཅིག་ནི་རྗེས་ལ་གཞུང་ཞུགས་ཀྱིས་འཛིན་བཟུང་བྱས་ཏེ་དེ་རྗེས་གནས་ཚུལ་གང་ཡང་གོ་རྒྱུ་མེད་པར་གྱུར་ཡོད། གུས་མོས་བཀྲ་བྷེ་ལགས་ཀྱི་གནས་ཚུལ་ཁག་ཅིག་ཤེས་རྟོགས་བྱུང། དོན་དངོས་ཐོག་ཁོང་གི་མིང་ལ་བཀྲ་ཤིས་སམ། སློབ་གསར་བཀྲ་ཤིས་ཟེར་གྱི་ཡོད་ལ། འདི་ནི་ཁོང་རབ་ཏུ་བྱུང་བའི་རྗེས་ཀྱི་མི་ཡིན་ཞིང། ཡང། བཀྲ་བྷེ་ནི་སྐྱ་མི་ཡིན་པ་རེད། ཁོང་གིས་ནང་མིའི་ནང་ཨ་མའི་མིང་ལ། མེ་སྒོ་བསྲེག་གི་ཡོད་པ་དང་དགོང་གྲངས་བཞི་བཅུ་ཞེ་ལྔ་ལ་སླེབས་ཀྱི་ཡོད་འདུག་ད་དུང། སྤྱང་པོ། ཚེ་ལོ་ལོ་ཉི་ཤུ་རྩ་བདུན་དང། གཅུང་མོ། ཚེ་རིག་བརྒྱད་ལོ་བཅོ་བརྒྱད་ལ་སླེབས་ཀྱི་ཡོད་ལ། བཀྲ་བྷེ་ལགས་ཀྱིས་རང་ལུས་མེར་སྲེག་བཏང་བའི། སྐབས། ལོ་ཉི་ཤུ་རྩ་བཞི་ལ་སླེབས་ཀྱི་ཡོད་པ་རེད། བཀྲ་བྷེ་ལགས་ཀྱིས་རང་ལུས་མེ་སྲ་བཏང་བར་མེ་མདའ་བརྒྱབ་པའི་རྗེས། སྔོན་ལ་རྔ་པ་རྫོང་མི་མང་སྨན་སྐྱོན་ལ་སྐྱེལ་ཞིང། རྗེས་སུ། ཁྲི་འདུ་ལ་ཡོད་པའི། སི་ཁྲོན་གཙུག་ལག་ལོ་ཀྲི། ཧྭ་ཤིའི་སྨན་སྐལ་དུ་སྐྱེས་ཡོད། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ལོ་སྟོད་ལ་ཁོང་རྔ་པ་ཁུལ་གྱི་ལྟེ་གནས་གྲོང་ཁྱེར་འབར་ཁམས་ཀྱི་དམག་མིའི་སྨན་སྐལ་ལ་སྐྱེས། སྐྱེ་བ་སྨན་མཁན་ལ་སྐྱེས་མ་དང་མཉམ་དུ་ཡོད་འདུག་ཁོང་སྨན་མཁན་ནས་ཕྱིར་ཕྱི་ལོག་གཏོང་གི་མེད་པ་རེད་འདུག་ལ། ཨ་ཞང་ཨ་ཞང་ཕུད་པའི་དེ་མིན། ཁོང་ག་དུས་སྨན་ཁང་ནས་ཕྱིར་ལོག་གཏོང་གི་ཡོད་མེད་ཤེས་རྟོགས་མེད་པ་དང་ཡང་ད་ཆ་བོད་ཁུལ་དུ་བསྟུད་མར་རང་ལུས་མེར་སྲེག་བཏང་བའི་གནས་ཚུལ་ཐོན་པའི་རྗེས། བཀྲ་བྷེ་ལ་ད་དུང་དམག་མི་སྨན་ཁང་འདིའི་ནང་ཡོད་མེད་དེ་བས་ཤེས་ཀྱི་མེད། ཁོང་གི་རྐང་པ་དང་ལག་པ་གཡས་པར་མེ་མདའ་བརྒྱབ་པར་བརྟེན། བཀྲ་བྷེ་ལགས་ཀྱི་རྐང་པ་བེད་མེད་ཆགས་ཏེ་འགྲོ་སྐྱོད་སྟབས་བདེ་མེད་པ་དང་ལག་པ་གཡས་པ་ཡང་ཡར་བཀྱག་ཐུབ་ཀྱི་མེད། ཡང་དེའི་སྟེང་མེས་བཙུགས་ཡོད་པར་བརྟེན། ལུས་པོ་གཡས་ཕྱོགས་ཀྱི། དཔེར་ན་འགྲམ་པ་དང་ལག་པ་གཡས་པར་རྨ་རྒྱལ་ཆེན་པོ་ལུས་ཡོད་པ་རེད། བརྗོད་ཡ་ལ། སྐབས་དེ་དུས། སྨན་ཁང་ནས་མེ་མདའ་ཕོག་པའི་རྐང་པ་དང་ལག་པ་གཡས་པ་འདི། སྤྱད་རྩིས་བྱས་ཏེ། གཙོ་བོ་ནི། མེ་མདའ་ཕོག་པའི་རྨ་བྱའི་མེད་པ་བཟོ་རྩིས་བྱས་པ་དང་དེའི་ཁྲོད་ནས་དཔང་རྟགས་མེད་པ་བཟོ་རྩིས་བྱས་ཡོད། འོན་ཀྱང། བཀྲ་དཔལ་ལགས་ཀྱི་ཨ་མའི་སྲོག་འབེན་ལ་བཙུགས་ནས་ཁས་ལེན་བྱས་མེད་པར་བརྟེན། རྐང་ལག་སྤྱད་ཐུབ་མེད་པ་རེད། ཡང་སྐབས་དེ་དུས་བཀྲ་བྷེ་ལགས་ཀྱིས་རང་ལུས་མེ་བསྲེགས་བཏང་བ་དང་དེ་བཞིན་མེ་མདའ་ཕོག་ནས་ས་ལ་བསྐྱལ་བ། ལྷག་པར་མེ་མདའ་ཡོད་པའི་ཉེས་རྟོག་དམག་མིས་མཐའ་བསྐོར་ནས་ཡོད་པས། སྐབས་དེ་དུས་འདྲ་པར་ལེན་མཁན་དང་ད་དུང་འདྲ་པར་ཁ་ཤས་འདི་རྣམས། ཕྱི་ལ་གཏོང་མཁན་སྐད་བརྡ་དགོན་པའི་དགེ་ལྡན་པ་འཇམ་དབྱངས་ལགས་གང་མྱུར་འཛིན་བཟུང་བྱས་ཤིང། ཁྲིམས་བཅད་ལོ་དྲུག་བཏང་ཡོད། འོན་ཀྱང། ཤིན་ཧྭ་གསར་འགྱུར་ཁང་ནས་གནས་ཚུལ་སྤེལ་བའི་ནང་བརྗོད་པར། ཕྱི་ཕྱོགས་ལ་དངོས་ཡོད་གནས་ཚུལ་ངོ་སྤྲོད་གནང་མཁན་དགེ་ལྡན་པ་ཁོང་ནི། དཀྲོག་གཏམ། བཤད་མཁན། ཞེས་བརྗོད་པ་དང། ད་དུང་ཁོང་གིས་རང་རེའི་མི་གསོད་གཏོང་མཁན་ལ་མེ་མདའ་ཕོག་པ་དཀྲོག་དོན་ཡིན་པ་ངོས་ལེན་བྱས་པ་རེད་ཞེས་བརྗོད་ཡོད། གང་ལྟར་གུས་མོས་སྐབས་དེ་དུས་བྲིས་པ་བཞིན། དེ་ནི་ཕར་ཆེར་བོད་ནང་རང་ལུས་མེ་སྲེག་གཏོང་བའི་བྱ་ཐབས་ཐོག་ནས་རང་གི་རྣམ་འགྱུར་སྟོན་མཁན་བོད་མི་ཐོག་མ་དེ་ཡིན་པ་དང། བོད་ཀྱི་ལོ་རྒྱུས་ཐོག་བཀྲ་བྷེ་ལ་ངེས་པར་དུ་ངེས་དགོས་ཀྱི་ཡོད་དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བརྒྱད་ལོར་རྒྱ་གར་རྒྱལ་ས་ལྡི་ལིས་སྲིད་སྤྱིར་ཐོག་ནས་རྒྱ་ནག་ལ་ངོ་རྒོལ་བྱེད་པའི་ལས་འགུལ་རྣམས་བཙན་བསྒྱུར་གནང་ཡོད་པས་རང་ལུས་མེ་སྲེག་གཏོང་མཁན་བོད་མི་ཐུབ་བསྟན་དངོས་གྲུབ་ལ་ཁོང་ངེས་པ་བཞིན་མ་བརྗེད་པ་བྱ་དགོས། ཡང་གཅིག་བཀའ་མོལ་པ་ནི་བཀྲ་བྷེ་ལགས་ལ་ལམ་སེང་རྒྱ་ནག་གུང་ཁྲན་གཞུང་གི་ཉེས་རྟོག་དམག་མིས་མེ་མདའ་བརྒྱབ་ཡོད་པ་རེད། ཕྱི་ལོ། ཉིས་སྟོང་བརྒྱད་ལོའི་ཟླ་གསུམ་པའི་རྗེས། རྫོང་གྲོང་དང་དགོན་པར་ཁེངས་ནས་ཡོད་པའི་ཉེས་རྟོག་དམག་མི་མེ་ལྕེ་འབར་བཞིན་ཡོད་པས། བཀྲ་བྷེ་ལགས་ཀྱི་ཕྱོགས་སུ་མེ་མདའ་མདེའུ་འཕངས་ཡོད་པ་རེད། ཡོང་ཁུང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་འོད་ཟེར་གྱི། གླིང་འདིའི་གཤེགས་པའི་ལེ་ཚན། རང་ལུས་མེ་སོགས་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲེང་གཉིས་པ་ཤོག་གྲངས་སུམ་བརྒྱ་དགུ་བཅུ་སྐོར་བསྐུར་ནས། ཧོང་ཀོང་ནས་ཕེབས་པའི་རྒྱ་མི་རིགས་ལ་བོད་དོན་ངོ་སྤྲོད་གནང་བ། འདི་གར་ཐེ་ཝན་བོད་ཀྱི་ཀུན་རྫོབ་དོན་ཁང་གིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དང་པའི་ཚེས་བཅུ་བདུན་ཉིན་ཏཱ་ནི་ན་ཁོའི་དོན། ཕྱི་ཟླ་དང་པའི་ཚེས་བཅོ་ལྔ་ཉིན་ཀྲུང་ཧྭ་ཨེ་ཤེ་ཡ་ཕུལ་བྱུང་འབྲེལ་ལམ་མཐུན་ཚོགས་ནས་གོ་སྒྲིག་གནང་བའི་ཐེ་ཝན་གྱི་འོས་བསྡུའི་མཇུག་འབྲས་དང། རྒྱ་ནག་མང་གཙོ་ཅན་དུ་འགྱུར་བའི་མདུན་བསྐྱོད་བྱེད་པའི་བགྲོ་གླེང་ཚོགས་འདུ་ཞིག་ཚོགས་ཡོད་པ་དང། བགྲོ་གླེང་ཚོགས་འདུའི་ཐོག་ཐེ་ཝན་བོད་ཀྱི་ཀུན་རྫོབ་དོན་ཁང་གི་ལས་བྱེད་བསོད་ནམས་རྡོ་རྗེ་ལགས་ཆེད་ཕྱིར་གྱི་ཚོགས་ཐོག་ཏུ་རྒྱ་ནག་མང་གཙོ་ཅན་དུ་འགྱུར་རྒྱུ་ཕྱི་ནང་གང་ནས་བལྟས་ཀྱང་རྒྱལ་སྤྱི་ཡིན་སྐོར་ཐེ་ཝན་དང་བོད། རྒྱ་ནག་སྐམ་སའི་གནས་སྟངས་དཔེ་མཚོན་དྲངས་ཏེ་གཏམ་བཤད་སྤེལ་ཡོད། ཉིན་གཅིག་གི་ཚོགས་འདུའི་སྐབས་དེར། ཐེ་ཝན་གྱི་འོས་བསྡུའི་སྐོར་དང། རྒྱ་ནག་མང་གཙོ་ཅན་དུ་འགྱུར་རྒྱུ། བོད་ཀྱི་གནད་དོན་ཐག་གཅོད་དགོས་སྐོར་སོགས་ཀྱི་བརྗོད་གཞི་འདྲ་མིན་ཐད་ཕན་ཚུན་བགྲོ་གླེང་སློབ་ཁུག་གནང་ཡོད་པ་མ་ཟད། ཚོགས་བཅར་བ་ཡོངས་ཀྱིས་བགྲོ་གླེང་གཏམ་བཤད། དྲ་རྒྱ་བརྒྱུད་རྒྱ་ནག་སྐམ་སའི་ནང་ཐད་གཏོང་གནང་ཐུབ་པ་བྱུང་ཡོད། གཞན་ཡང་ཧོང་ཀོང་དུ་རྟེན་གཞི་བྱས་པའི། དབྱིབས་གསར་དང། མི་དམངས་ཀྱིས་ནུས་ཤུགས་བཞེས་པའི་མཚོ་མོ་གྲངས་བཅུ་བདུན། ཉེ་ཆར་ཐའེ་ཝན་གྱི་འོས་བསྡུ་ཆེན་མོའི་སྐོར་ལ་གཟིགས་ཞིབ་ཕེབས་ཞོར་དུ། ཕྱི་ཚེས་བཅུ་དྲུག། ཕྱི་ཚེས་བཅུ་དྲུག་ཉིན་སྔ་དྲོ་ཆུ་ཚོད་བཞི་ཡི་རིང་ལ། ཐའེ་ཝན་བོད་ཀྱི་ཀུན་སྤྱོད་དོན་ཁང་གིས། མཆོད་མཁན་ནང། མཉམ་འཛོམས་ཐོག་བོད་དོན་སྐོར་བགྲོ་གླེང་ལྷུག་པོ་གནང་སྐབས་ཐོག་མར་སྐུ་ཚབ་དོན་གཅོད་ཟླ་བ་ཚེ་རིང་ལགས་ཀྱིས་ཐེ་ཝན་ནང་གི་བོད་མི་སྐོར་དང། བོད་ནང་གི་བོད་མི་དཀའ་སྡུག། བཙན་བྱོལ་ནང་བོད་མི་སྐྱབས་བཅོལ་བ་ཚོས་མི་ལོ་ལྔ་བཅུ་ལྷག་གི་རིང་ཆོས་དང་རིག་གཞུང་སྲུང་སྐྱབས། མང་ཚོགས་འཕེལ་རིམ། དབུ་མའི་ལམ་གྱི། དགོངས་གཞི་སོགས་ངོ་སྤྲོད་ཞིབ་ཕྲ་གནང་ཞིང། ཚོགས་ཆེན་རེས་བོད་ཕྱི་ནང་གཉིས་ཀྱི་སྐོར་ལ་དྲི་བ་མང་པོ་བཏོན་པ་དང། ཚོགས་མི་ཁག་ཅིག་གིས་རྒྱ་ནག་གཞུང་འབྲེལ་གྱི་བཤད་སྟངས་ལྟར་དོགས་གཞི་དོགས་འདྲི་གནང་བར་ལན་འདེབས་གསལ་བཤད་གནང་བ་བརྒྱུད། ཚོགས་ཞུགས་བ་རྣམས་ལ་བོད་ཀྱི་གནད་དོན་མ་ཤེས་པ་དང་མ་ཐོས་པ་མང་པོ་ཞིག་ཤེས་རྟོགས་བྱུང་བའི་ཐོག་དོན་གཅོད་ལས་ཁུངས་ནས་ཚོགས་མི་རྣམས་ལ་དབུ་མའི་ལམ་གྱི་ངོ་སྤྲོད་དང། རྒྱལ་སྤྱིའི་ཁྲིམས་དོན་མཁས་པས་བྲིས་པའི་བོད་ཀྱི་གནས་བབ། དོན་གཅོད་ལས་ཁུངས་ནས་བཟོ་སྐྲུན་ཞུས་པའི་ལོ་ངོ་ལྔ་བཅུ་རྩ་འཇོར་དུ་འདས་པའི་བོད་མིའི་སྐྱིད་སྡུག་བཅས་བོད་མིའི་སྐྱིད་སྡུག་ཅེས་པའི་གློག་བརྙན་དང་བརྙན་དེབ་སོགས། ཕྱག་རྟགས་སུ་ཕུལ་ནས་བོད་ཕྱི་ནང་གཉིས་ཀྱི་གནས་སྟངས་སྔར་བས་ཕྱིར་གཏོང་ཡོང་བ་ཞུས་པ་བཅས་ཡོང་ཁུངས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། གསེར་རྟ་རྫོང་དུ་ངོ་རྒོལ་ལས་འགུལ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དང་པོའི་ཚེས་བཅུ་དྲུག་ཉིན། བོད་ཁམས་དཀར་མཛེས་ཁུལ་གསེར་རྟ་རྫོང། ཤོ་རོག་སྡེ་བའི་གྲྭ་གཉིས་ཀྱི་རྫོང་ཐོག་གི་ཁྲོམ་དཀྱིལ་དུ་ཞི་བའི་སྐད་འབོད་དང་བོད་དོན་ཡིག་ཆ་གཏོར་བའི་གནས་ཚུལ་བྱུང་འདུག་དེ་ཡང་ཁོང་གཉིས་ཀྱིས་གསེར་རྟ་རྫོང་ཐོག་གིས་གསེར་རྟའི་འདུན་ཐང་དུ་བོད་རྒྱལ་ལོ་རྒྱལ་བ་བསྟན་འཛིན་རྒྱ་མཚོའི་སྐུ་ཚེའི་ཁྲི་ལོ་བརྟན་པར་ཤོག་ཅེས་སྐད་འབོད་དང་རླུང་རྟ་གཏོར་སྐབས། དེ་མུར་རྒྱ་ནག་གཞུང་གི་ས་གནས་ཉེན་རྟོག་པས་ཁོང་ཉིད་འཛིན་བཟུང་དང། ནམ་མཁར་མེ་མདའ་རྒྱག་སྐབས། ཉེ་འཁོར་གྱི་བོད་མི་མཉམ་རུབ་ཀྱིས། སྐད་འབོད་ངོ་རྒོལ་བྱས་པ་མ་ཟད་གྲྭ་པ་གཉིས་པོ་ཉེན་རྟོག་པའི་ལག་ནས་ཕྱིར་འཕྲོག་ཐུབ་པ་ཙམ་བྱུང་འདུག་ཡིན་ན་ཡང་དེ་ནས་བཟུང་ཉེན་རྟོག་པས་དམ་དྲག་ཇེ་ཆེ་དང་ཕྱོགས་གང་སར་དྲག་ཆས་དམག་དཔུང་དང་ཉེན་རྟོག་པ་འགྲེམས་འཇོག་བྱས་ཏེ་བོད་མིའི་སྐད་འབོད་བཀག་འགོག་བྱས་ཡོད་འདུག་དེ་བཞིན་ཟླ་འདིའི་ཚེས་བཅོ་བརྒྱད་ཉིན་སླར་ཡང་གསེར་རྟ་རྫོང་ཕུའུ་ཤན་དུ། Puyi Shan། དུ་ཡང་སློང་སྟེགས་རྒྱབ་ངོས་སུ་བོད་ཐེར་དང། དེ་ཡི་མཐའ་སྐོར་དུ་རྒྱལ་བ་བསྟན་འཛིན་རྒྱ་མཚོའི་ཁྲི་ལོ་བརྟན་པར་ཤོག་བོད་རྒྱལ་ལོ་སོགས་བྲིས་འདུག་པའི་ཡིག་ཆ། ས་གནས་རྐང་སར་གཏོར་འགྲེམས་བྱས་ཡོད་འདུག། འཇར་མན་གཞུང་གིས་རྒྱ་ནག་གཞུང་ལ་དམ་དྲག་མཚམས་འཇོག་དགོས་པའི་རེ་འདུན་བཏོན་པ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དང་པའི་ཚེས་བཅོ་བརྒྱད་རེས་གཟི་ལྷག་པར། འཇར་མན་འགྲོ་བ་མིའི་ཐབ་ཐང་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས། མར་ཀུ་སི། ལེ་ནིན་མཆོག་ནི། རྒྱ་ནག་གཞུང་གིས་ད་ལྟ་བོད་ནང་དུ་འཛིན་བཞིན་པའི་སྲིད་བྱུས་དེར་བསྐྱར་ཞིབ་ཐོག་བོད་མི་ཚོར་རིག་གཞུང་དང་ཆོས་དད་རང་དབང་སྤྲོད་དགོས་པའི་རེ་འདུན་ཤུགས་ཆེ་བཏོན་ཡོད། དེ་ཡང་ཁོང་གིས། དེ་སྐབས་བོད་མདོ་སྨད་རྔ་པ་ཀིརྟི་དགོན་པ་གཙོ་བོར་གྱུར་པའི་བོད་ཀྱི་ས་ཁུལ་ཁག་གི་ནང་དུ་བོད་མི་ཚོས་རང་ལུས་མེ་སར་བསྟུད་མར་གཏོང་བཞིན་པའི་རྒྱུ་རྐྱེན་གཙོ་བོ་ནི་བོད་མི་ཚོ་ད་ལྟའི་སྲིད་ཁྲིའི་འོག་འདོད་བློ་མི་ཁེངས་པའི་རྣམ་པ་ཤུགས་ཆེ་ཡོད་པར་བརྟེན། ཨ་ཅེ་འུ་ཐུག་གི་གནས་སྟངས་སུ་གྱར་ཡོད་པ་གསལ་པོ་ཡིན་སྐོར་གསུངས་ཡོད། གཞན་ཡང་ཁོང་གིས་རྒྱ་ནག་གཞུང་གིས་བོད་མི་ཚོར་འཛིན་བཞིན་པའི་དམ་བསྒྲགས་ཆེ་བའི་སྲིད་བྱུས་དེའི་འོག་བོད་མི་ཚོར་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན། བོད་མི་ཚོས་དཀའ་ངལ་དེ་སེལ་ཕྱིར་ངེས་པར་དུ་སྲིད་བྱུས་ལ་བསྒྱུར་བཅོས་བཏང་སྟེ་དམ་བསྒྲགས་འཕྲལ་མར་མཚམས་འཇོག་གིས་གུ་ཡངས་ལྡན་པའི་སྲིད་བྱུས་ལག་བསྟར་དགོས་རྒྱུ་གལ་ཆེ་ཡིན་སྐོར་སོགས་ཀྱི་རེ་འདུན་ཤུགས་ཆེ་བཏོན་ཡོད། ཕྱོགས་མཚུངས་རྒྱ་མི་སྲིད་གཞུང་གིས་བོད་ནང་དུ་བོད་མི་ཚོའི་དངོས་ཡོད་གནས་ཚུལ། རྟོག་ཞིབ་ཆེད་རྒྱ་ནག་གཞུང་གིས་འགོག་རྐྱེན་གང་ཡང་མེད་པར་རྒྱལ་སྤྱིའི་གསལ་འགོད་པ་དང་ཆབ་སྲིད་མི་སྣ་དེ་བཞིན་རྒྱལ་སྤྱིའི་གཞུང་འབྲེལ་མི་སྣ་ཆེད་གཏོང་དགོས་པའི་རེ་འདུན་བསྐྱར་ནན་བྱས་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ།